ཕྱི་ནང་ལ་བཞུགས་ཡོད་པའི་བོད་རིགས་སྤུན་ཟླ་ཚང་མ་ལ་ཡང་གུས་པ་བསོད་ནམས་སྤྲོ་བར་འགྲོ་ནས་དུས་གསུམ་བདེ་ལེགས་ཞུ་ཡ་ཡིན། ད་ད་རིང་གི་རྣམ་པ་ཚོ་ལ་ཡང་ཨ་ནི། ད་ཁ་ཚང་རྒྱ་ནག་ཕྱི་སྲིད་བློན་ཆེན་ཝང་གིས་ཨ་ནི། ད་རྒྱ་ནག་གི་ཐོག་ནས་ཨ་ནི་བསམ་བློ་ག་རེ་བཏང་གི་ཡོད་མེད་རོ། ད་འདི་རྒྱུན་ལྡན་གྱི། གནས་ཚུལ་གསར་བ་གང་ཡང་མ་རེད་རང་འཇགས་རེད་རྡོག་རྡོག་བཤད་བ་ཡིན་ན། བོད་རྒྱ་འབྲེལ་ལམ་འདི་ཉིས་སྟོང་གཉིས་ནི་འགོ་བཙུགས་རེད་ཉི་མ། ཉིས་སྟོང་གཉིས་ནི་འགོ་བཙུགས་བྱས་ཨེ་ཉིས་སྟོང་བཅུ་བར་དུ་ཨ་ནི་འབྲེལ་ལམ་འདི་འདུག་སུ་འགྲོ་བདེ་བ་རེད་ཨ་ནི་འདི་ཐེངས་མ་དགུ་ཅིག་ཨ་ནི་བགྲོ་གླེང་བྱུང་ཡོད་རེད།

རྒྱ་བོད་འབྲེལ་མོལ་དེ་རྒྱབ་ལོག་ནས་ད back channel ལས་རོ། རྒྱབ་ལོག་གི་གཞུང་འབྲེལ་མ་ཡིན་པ་གི་ཨ་ནི་རྒྱ་ནག་མི་མཉམ་པོ་ལ་ཨ་ནི་འབྲེལ་བ་མཐུད་པ་རེད་ད་གནས་སྟངས་དེ་འདྲའི་འདྲ་བོ་ཅིག་ཆགས་ཏེ་ད་ལོ་ཅིག་གྲུག་ཡོད་རེད། གང་ལྟ་དེ་འདྲས་ཀྱི་ཆ་དེ་ཡོད་རེད་ད། ཨ་ནི་ང་ཚོའི་བོད་པའི་གི་ད་དབུ་མའི་ལམ་ལ་ཡ་ཨ་ནི་ང་རང་ཚོ་གི་པད་མ་སི་གི་ག་ལ་འོ་ད། རེ་བ། ཤུགས་ཆེན་པོ་ཅིག། རྒྱབ་པ་རེད། ཨ་ནེ། རྒྱ་ནག་ངོས་ནས་ད་ད་རིང། ཁྲི་སི་བློན་ཆེན་གྱིས་གསལ་བོ་ཞུས་སོང་བའི་རེད་རང་འཇགས་ཞེས་ད་བརྙན་མ་སྔར་ད་ནང་བཞིན་གྱི་རང་འཇགས་གོ་དམིགས་བསལ་གསར་བ་གས་བཀུར་ཅིག་ཞུས་ཡོད་མ་རེད། ད་འདི་གི་ནང་ལ་ནང་སེམས་འདི་གི་ནང་ལ་ག་རེ་ཞུས་ཡོད་རེད་ལབ་པ་ཡིན་ན་ཁོ་རང་གིས་ག་རེ་གསུངས་ཡོད་རེད་ལབ་པ་ཡིན་ན། བཙན་བྱོལ་གཞུང་ཟེར་ན་རེད། དབུས་བོད་མིའི་སྒྲིག་འཛུགས་ཟེར་ན་རེད་གང་ལྟ། འདི་ཚོ་ཁ་བྲལ་རིང་ལུགས་ཀྱི་འདི་འདྲི་ཅིག་ཡིན་པ་ཀྱི་ངོས་འཛིན་བྱེད་ཀྱི་ཡོད། འདི་ཚོ་ལ་ཡ་འབྲེལ་བ་བྱེད་ཀྱི་མེད། འདི་གཅིག་བྱུང་ཞུས་པར་ཁོ་རང་གིས། གཉིས་པ་དེ་རྒྱ་བོད་རིན་པོ་ཆེ་ཁོང་ལ། རྒྱ་བོད་རིན་པོ་ཆེ་ཁོང་དང་ཁོང་གི་ཨ་ནེ་སྐུ་ཚབ་ལ་ཨ་ནི། འབྲེལ་བ་བྱེད་ཀྱི་ཡིན། འབྲེལ་བ་དེ་ག་རེ་བྱེད་ཀྱི་ཡིན་ལབ་པ་ཡིན་ན། ཨ་ནི་ཁོང་གི་སྐུ་ཕྱག་གི་སྐོར་དང་ཡང་སྲིད་ཀྱི་སྐོར་ལ་མ་གཏོགས། གཞན་པ་གང་ཡང་འབྲེལ་བ་ཞུགས་མེད་སྲིད་ཅེས་འདི་བཤད་ཡོད་རེད། ད་རྡོག་རྡོག་འདི་རེད་འདི་གཉིས་རེད་ད། རྡོག་རྡོག་བཤད་ན་ཡག་མ་ག་རིག་རིང་པོ་བཤད་ན་མ་ཤེས་ན་རྡོག་རྡོག་འདི་རེད། རོ་བ་འདི་གཅིག་ཆ་འདོད་རེད།

རྒྱ་ནག་གི་ག་རེ་གསུང་འོས་རེད་ཁོང་ལ། ཁྱེད་རང་ཐའེ་ཝན་འདི་རྒྱ་ནག་གི་ཨ་ནི་ངོས་འཛིན་རྒྱ་ནག་གི་ད་ཆ་ཤས་ནང་ལ་ངོས་འཛིན་བྱེད་ཐུབ་ཀྱི་ཡོད་པ་ཡིན་ན་ལབ་པ་ཡིན་ན། ང་ཚོས་ཁྱེད་རང་ལ་འབྲེལ་བ་བྱེད་ཀྱི་ཡིན། འབྲེལ་བ་ཇི་ཡིན་མ་ལྟ་ཅི་གིས་འདི། ཤེས་ཡོག་མར་བལྟ། དབུ་མའི་ལམ་དང་འདི་ཚོའི་སྐོར་ལ་གས། འབྲེལ་བ་ཇི་ཡིན་ཟེར་གསུངས་ཡོག་མ་རེད། འདི་གཅིག་རེད་གནད་འགག། ཐ་སྙད་མང་དེ་བ་ག་རེ་གསུང་སྐོར་ལ་ན་རྒྱ་བོ་རིན་པོ་ཆེ་ཁོང་ཆོས་སྲིད་གཉིས་ཀྱི་དབུ་ཁྲིད་ཡིན་པའི་སྐབས་ལ་རྒྱ་ནག་གི་ག་རེ་ལབ་སྐོར་ལ་ན།

འདི་ཆ་དེ་རོ་སྙེ་མ་འདི་རེད་ད། ཨ་ནི་འབྲེལ་བ་བྱེད་ཀྱི་ཡིན་ཟེར་རྗེས་རོ་སྙེ་མ་རྒྱ་འོམ་གཅིག་ཁོང་གཞུང་གི་ད་ཆོས་སྲིད་གཉིས་ཀྱི་དབུ་ཁྲིད་འདི་གཞུང་གི་དབུ་ཁྲིད་འདི་བཞག་དགོས་ཡོད་ཟེར་རྗེས་འཛིན་སྐྱོང་དེ་རོ་འདི་སྒང་ལ་བཤད་ཡོད་རོ་དེ་ནས་གཞན་པ་ག་རེ་བཤད་ཡོད་ན་ད Dialogue རེ་རེ་ཡིན་ད་འདི་བཤད་ཡོད་རོ་ད་རྒྱ་འོམ་གཅིག་ཁོང། རྒན་ཡོལ་ལ་ཐོན་ནས་གང་ལྟ Completely Separate ཆགས་ཚར་ལྟ། བཞག་ཚར་ལྟ། གང་ཡང་འབྲལ་བའི་མ། ད་ད་ལྟ་ཚུར་ཡང་འགྱོ་ལྡོག་འཇོག་བཤད་ཀྱི་ཡོད་ད་ད་རིང་འདི་ལ། ད་རྒྱ་བོ་རིན་པོ་ཆེ་མཉམ་པོ་ལ། གྲོས་མོལ་འདི་ཨ་ནི་སྐུའི་ཡང་སྲིད་དང་འདི་འདྲའི་སྐོར་ལ་མ་གཏོགས་ཅིག་གིས་ཨ་ནི་དབུ་མ་དང་འདི་འདྲའི་སྐད་ཆ་འབྲལ་བ་མེད་ལབ་ཀྱི་འོར་ད་ད་ལྟ་ཡང། ད་སྙན་མ་གར་བཤད་ད་མདའ་གར་བཤད་ད་ག་མདའ། དོན་རྡོག་རྡོག་བཤད་པ་ཡིན་ན། ག་མདའ་ང་རང་ཚོ་གི་འདི་སླེབས་ས་དེ་ག་བ་ལ་སླེབས་ཡོད་མ་རེད། རྡོག་རྡོག་བཤད་པ་ཡིན་ན། རྒྱ་ནག་གཞུང་གི་དབུ་མའི་ལམ་གི་ལ་འབྲེལ་ལམ་སྒང་ལ་སླེབས་ཡོད་མ་རེད། དེ་ཀུ་ཅི་སླེབས་ཡོད་མ་རེད་ད་རྡོག་རྡོག་བཤད་པ་ཡིན་ན་འདི་རེད། ད་ང་རང་ཚོ་གི་ད་ལྟའི་གི་གནས་སྟངས་འདི་ལ་ཡ་ད་ཕྱི་འབྲེལ་ལས་ཁུངས་ཀྱི་འདི་ཕྱི་སྲིད་བློན་ཆེན་འདི་གི་འོང་གི་ལབ་བདེ་བ་འདི་གི་བརྒྱུད་རིམ་གི་ད་ད་ད་ང་རང་ཚོ་བོད་པའི་སྤྱི་ཚོགས་ནང་ལ་གནས་སྟངས་ག་རེ་ལས་འདོད་རེད་ག་ཤེད་ཟེར་ན་ད་འདི་ཡག་པོ་རེད། ག་ཤེད་ཟེར་ན་ད་འདི་བེད་ཁོ་ར་བེད་མ་སྲིད་གི་ད་ག་ད་རེ་བ་ཁོ་ར་མེད་བ་དང་སྡུག་ཅག་ཞུ་ཅིག་ཡིན་པ་ཅིག་འདི་འདྲའི་གི་གནས་སྟངས་ཅིག་བྱས་ད་ག་ད། བོད་པ་ཚང་མ་རྨོངས་མཐོང་ནས་ད། དེ་འདྲའི་གནས་སྟངས་ཅིག་གང་ལ་ཆགས་བསྡད་པར་ད་འདའི་གི་གནས་སྟངས་འདི་ལ་ཆབ་སྲིད་ཀྱི་ལངས་ཕྱོགས་གང་ལ། ད་སྙན་མ་ནི་ང་རང་ཚོ་གི་སྤྱི་ཚོགས་ནང་ང་ཚོ་ང་ཚོ་མེད་བ་བཟོས་ནས་རྒྱ་ནག་དེ་བོད་པ་ལ་ཞལ་མ་གོ་བ་དང་བོད་པ་སིང་ངེ་འདི་གི་སྤྱི་ཚོགས་འདི་ད་ལས་སླ་བོ་ཞུ་ཅིག་ཁོ་ཚོ་ལྟོས་ཐུག་གི་ཡོད་བ་ཅིག་བྱས་ཞེ་སྣང་བཅས་མེད་པའི་ཐོག་ནས་ཁོ་ཚོ་གི་ཞུ་བའི་འདི་ག་རེ་ཞུ་དགོས་ལ་ན། ཁྱོད་ཚོ་འཛམ་བུ་གླིང་གི་ངོས་འཛིན་བྱེད་ཀྱི་ཡོད་མ་རེད་རྒྱལ་ཁབ་ཡིན་པར་གྱུར་བ་སྐད་ཆ་བཤད་མ་ཡོང་ཟེར་བ་དང་པོ་འདིར་གཅིག་རེད། གཉིས་བ་དེ་བོད་པའི་ནང་ལོགས་ལ་ཡ་བོད་པ་ཟེར་ཡིན་དེ་ལ་ད་དབུགས་ཁྱུ་ནི་ཡོད་མ་རེད་རྒྱ་ནག་གི་རོ་ད་པད་ཁོ་རང་ལྷོད་ལྷོད་བྱེད་ནས་རྒྱ་བོད་པ་ཟེར་ཡིན་དེ་ད་པད་ཁོ་ར་ལས་སླ་ཤོས་ཀྱི་བརྩི་བར་ད་ཁོང་ཚོ་སེམས་ཁྲལ་བཅས་ཡོད་མ་རེད། གར་གྱི་ནི་ཡོད་མ་རེད་ལ་ན། སྙེ་མ་དགོས་འདོད་ལ་ད། ང་རང་ཚོ་གི་ལམ་བཞི་སྟོན་རེད་ལམ་བཞི་གི། དེ་ནས་ནི་བྱས་ད་ང་རང་ཚོ་གི་དབུ་མའི་ལམ་འདི་གང་ལ་མང་མོས་ཀྱི་ད་སྤྱི་མོས། དགྲ་བོ་རུམ་ཆེན་དགོངས་གཞི་གཞི་བཟུང་གི་ད་ང་རང་བོད་གཞུང་གི་གཏན་འབེབས་དེ་ཆགས་དེ་ཡོད་རེད། ད་འདི་གི་སྐབས་ལ།

ཐར་ཚུར་བཟོས་རེད། ད་དེ་སླར་དེ་ག་ལས་ག་ལས་གསོས་བྱས། དེ་ནས་ག་བ་སླེ་རེད་ཆོལ་ཁ་ཆོས་ལུགས་གང་སླེ་རེད་ཆོལ་ཁ་ཆོས་ལུགས་དེ་ག་འདྲས་སུ་སླེ་རེད། ད་དེ་ལ་རྒྱབ་ལྗོངས་ཡང་མང་པོ་ཞུས་བ་རེད། ད་ག་འདྲ་དོན་རྡོག་རྡོག་དེ་ང་ཚོ་ནང་ཁུལ་དེ་འཐོར་སྲིང་ཐེ་སྲིང་སྤེལ་སྲིང་བཟོས་ཉེན་དེ་ད་ཆབ་སྲིད་ཀྱི་ལག་པས་ཀྱི་བཅུས་ནས་མི་མང་དཀྱུས་མ་དེ་རྨོངས་ནས་ཨ་ནི། ཞེན་ཁོག་གི་སྒང་ལ་ཕྱིན་བྱས་ཆེ་ཁ་དེ་འདྲས་ཀྱི་རྨོངས། ཕྱེད་ཀ། ཞེན་ཁོག་གི་རྨོངས་ཕྱེད་ཀ། ཨ་ནི། ག་ལ་བར་ད། ཆབ་སྲིད་སྡིག་གི་ཐོག་ལ། རྐུབ་བཀྱག་གི་དོན་དག་བྱས། ད་དེ་འདྲའི་གནས་སྟངས་མང་པོ་ཅིག་རྒྱབ་ལྗོངས་ལ་བལྟས་ནས་ང་ཚོ་བོད་མི་འདི་འཆམ་མཐུན་དང་ནུས་པ་མ་ཡོང་བའི་རྒྱུ་མཚན་འདི་འཛམ་བུ་གླིང་གི་ནང་གནས་སྟངས་འདི་འདྲའི་ཅིག་ཆགས་འདི་ར་ད།

ངེད་ཀྱིས་འདི་དངོས་ནས་ཞུས་ཏེ་འདི་ག་རེ་ལབ་ན་དབུ་མ་ནས་འགྲོ་རང་བཙན་ནས་འགྲོ་མཐར་ཐུག་ཅིག་ཐུག་ས་ཅིག་སླེབས་འདུག་ག་ལ་འདི་སྐབས་ལ་ནི་ང་ཚོ་གིས་ད་གྲོས་མོལ་ག་རེ་སླེབས་ཡོད་ན་འདི་ལ་དཔའ་བས་ཀྱི་འགྲོ་དགོས་གོ་ར་ཡིན་ན་མང་མོས་ང་རང་ཚོ་གི་གཞུང་གི་ལྟ་བ་ལངས་ཕྱོགས་སྲིད་བྱུས་འདི་དབུ་མའི་ལམ་རེད། འདི་གང་ལ་ཤར་བསྐྱོད་བྱེད་དགོས་རེད་ཤེས་ཆེད། གནས་ཚུལ་གཙང་མ་གཙང་རྐྱང་འདི་སྙན་མར་ཞུས་དུས་ཡོད་ངེས། ད་ང་ཚོ་ཁ་གཅིག་བོ་རེད་རང་བཙན་ལ་ཡབ། མ། ནང་ཁུལ་ཚང་མ་མེད་བ་བཟོས་རྡོག་རྡོག་དེ་འདི་ཆགས་དེར་ལྟ། གནས་སྟངས་འདིར་ང་ཚོའི་བོད་པའི་གི་ལས་དབང་ཟེར་ཡ་འདི་ད་གནས་སྟངས་འདི་འདྲའི་གཅིག་གང་ལ་སླེབས། ད་རྒྱལ་སྤྱིའི་སྡིངས་ཆ་ན་ལྟ་བ་ཡིན་ན་ད་ལྟའི་གི་གནས་སྟངས་འདི་རྒྱ་ནག་འདི་ཐབས་སྐྱོ་ཤོས་ཅིག་ཆགས་དེར་ལྟ། གནས་སྟངས་ཐོག་ལ་ཡིན་ན་ད་རྒྱ་ནག་ལ་མ་དགའ་བ། འཛམ་བུ་གླིང། རྒྱལ་ཁབ་ད་སྤེ་ཤུགས་ཆེན་པོ་ཆགས་དེ་ཡོད་རེད། ཚོང་འབྲེལ་ཡིན་ན་སྐད་ད་བྱེད་ཡ་ལ་དོགས་ཟོན་ཆེན་པོ་ཆགས་ཡ་དང་མང་པོ་ཅིག་སླེབས་དེ་ཡོད་རེད་མང་པོ་ཅིག་ཚོང་འབྲེལ་ནས་བྲལ་ཡོད་རེད་ད། གནས་སྟངས་ཡག་པོ་དེ་འདྲའི་མང་པོ་དེ་འདྲ་ཆགས་ཡོད་རེད། གཅིག་དེ་རེད་གཉིས་པ་དེ་རྒྱ་ནག་ནང་ལོགས་ལ། རྒྱ་ནག་དམར་གཞུང་གི་ནང་ལོགས་ལ་ཡ། རྒྱ་མི་དེ་ཚོ་མང་ཆེ་ད་ཤུགས་ཆེ་ལབ་ན་འགྲིག་ཡོར་ད་ཡ། དམར་ཤོག་རིང་ལུགས་ལ་དགའ་གི་ཡོད་མ་རེད་དེང་ནས་ཡིན་ན་ཤེས་ཐུབ་གི་ཡོད་མ་རེད་ཤེས་ས་ཡོད་མ་རེད་ཁོང་ཚོ་ལ་གོ་སྐབས་ཡོད་མ་རེད། དམར་ཤོག་རིང་ལུགས་དགའ་གི་ཡོད་མ་རེད། དམར་ཤོག་རིང་ལུགས་དེ་ཤུགས་ཆེན་པོ་མི་གི་མང་ཚད་བརྩི་བ་ཡིན་ན་ཤུགས་ཆེན་པོ་ཞེ་དྲག་གས་ཡོད་མ་རེད། རྒྱ་ནག་མི་འབོར་ལ་བརྩིས་བ་ཡིན་ན། དམར་ཤོག་དམངས་གཙོ་ལ་དགའ་ཉེ་དང། ཨ་ནི། དེང་དུས་ཀྱི་རིང་ལུགས་འགྲོ་ཡས་ཀྱི་དམངས་གཙོ་སྒང་ལ་འགྲོ་ཉེ་དགའ་མོས་བྱེད་ཉེ་ཤུགས་ཆེ་ཆགས་དུས་རེད་ནང་པ་ཆོལ་ཁས་ཤུགས་ཆེན་པོ་ཞུ་ཅི་ཆགས་དུས་རེད། དོན་རྡོག་རྡོག་བཤད་བ་ན་རྒྱ་ནག་མི་དམངས་དེ་ང་ཚོ་དང་གཅིག་པ་གཅིག་རྐྱང་ཆགས་དུས་ཡོད་རེད་ད། བྱམས་སྙིང་རྗེ་ཡོད་སྐྱོ། ཨ་ནི་དམངས་གཙོ་ལ་དགའ་ཉེ་དེ་འདྲས་ཅིག་ཆགས་དུས་ཡོད་རེད། ཡིན་ན་ཁོང་ཚོ་ལངས་ས་མེད་སྐྱོ། སྐབས་དང་དུས། པའི་སྡུག་ཅག་ཅིག་ཁྱེར་ནས། དྲག་གནོན་ཤུགས་ཆེ་དྲགས་ནས། དཔོན་ཆུང་ཤུགས་ཆེ་དྲགས་ནས། ཨ་ནི། ལྟོས་བཤད་ཡོད་རེད་ད་ག་འདའ། གསང་ཡུལ། ཁོ་རང་ཚོ་ནང་ཁུལ་ཁོ་རང་ནང་ལ་གསང་ཡུལ་ཡོད་རེད། རྒྱ་ནག་དམར་ཤོག་གི་ལས་བྱེད་མཐོ་བོ་དེ་ཚོ་ཁོ་རང་ཚོ་གི་རྒྱབ་ལོག་གཅིག་གི་གཅིག་ལ་གསང་ཡུལ་ཡོད་རེད་གསོལ་བ་ཡོད་རེད། དེ་ཀུས་ཀྱིས་ཡིད་ཆེས་མེད་བ་དང་དོགས་པ་ན་བསྡད་ཀྱི་ཡོད་རེད།

འོ་དེ་འདྲའི་ཆ་ཡོད་འདུག་ག་ལ་ཉེན་ཁ་ལྗི་བོ་ཞུ་ཆོག་པར་འདི་གར་ཕྱིན་ཆ་རེད། ད་སྡོད་ཚུགས་ཀྱི་འཛུགས་སྐྲུན་བྱེད་དང་མ་བྱེད་གཉིས་ཀྱི་ཚོད་དང་ལུང་མེད་བ་བྱེད་ནས། ངེད་ཀྱི་གྲོགས་པོ་ཅིག་ཡོད་ཚོང་པ་ཅིག་དེ་ལ་ཨིན་ཇི་གྱིས་ཁོ་རང་གི་ཤེས་ཡོད་དུ་བསོད་ནམས། Canada། གིས་ང་རང་ཚོ་གི Canada། གི། དེང་དུས་ཀྱི་དད་ལྡན་གྱི་དང་རྒྱ་ནག་གི་པེ་ཅིང་གི་གནས་སྟངས་ལྟ་བ་ཡིན་ན་ས་དང་གནམ་ཁྱད་པར་འགྲོ་ཤག་དེང་དུས་ཀྱི་གནས་སྟངས Technology ག་རི་ཐོག་ལ་ང་ཚོ་འདས་ད་པད་གྲོང་གསེབ་གྲོང་གསེབ་རེད་དོ་ཕ་གས་ད་དུད་འགྲོས་ཡར་ཐོན་ཆགས་ཤག་པད་ཐོན་རྒྱལ་ད་དེ་ཚོ་ད་ཧང་སང་ཡག་གི་ད་འདས་ཀྱི་ལྷག་འདས་ད་ཁེ་ཁུ་ཅི་རེད་མི་འདུག།

རྩ་བ་དེ་ག་རེ་རེད། འཛམ་བུ་གླིང་གིས་ང་ཚོ་ལ་ཡ་རྒྱལ་ཁབ་ཅིག་གི་ངོས་འཛིན་གར་ཅན་བྱེད་ཀྱི་ཡོད་མ་རེད། རྩ་བ་འདི་རེད་ད། འདི་གང་ལ་ག་རེ་བཟོ་འོག་ཏུ། འཛམ་བུ་གླིང་གི་དོན་ར་འདྲེ་ད་ཁ་ཚང་ང་ཚོ། ཕྱི་སྲིད་ལས་ཁུངས་ཀྱིས་སླད་དགོས་པའི་རྒྱུ་མཚན་འདིས་ག་རེ་ཆགས་ཡོད་རེད། རྒྱ་གར་གསར་ཁང་ནས་དོན་ནི། ང་རང་ཚོ་གི་ཕྱི་འབྲེལ་ལས་ཁུངས་ཀྱི་གནས་སྟངས་དེ་ད་ལྟ་གསར་ཁང་ལ་ཐོན་ནས་གླེང། རྒྱ་ནག་རྒྱ་གར་གསར་ཁང་ཐོན་ནས་གླེང་རེད་ད་དེ་གཞན་པ་གང་ཡང་མ་རེད། ང་ཚོས་ཀྱི་རྒྱབ་བརྟེན་ས་དེ་རྒྱ་གར་དང་ཨ་རི་ཆགས་སྡོད་རེད་དངོས་འབྲེལ་གྱི། ད་ཁོང་ཚོ་ལ་ག་འདྲས་བསྟུན་དགོས་རེད་ང་ཚོ་ལས་འགུལ་ག་རེ་སྤེལ་དགོས་འདུག་རྩ་བ་ག་རེ་རེད་འདུག་རྩ་བ་གཅིག་བདེ་བྱེད་རོགས། རྩ་བ་གཉིས་པ་དེ་འཛམ་བུ་གླིང་གིས་ང་ཚོ་ལ་རྒྱལ་ཁབ་ངོས་འཛིན་བྱེད་ཀྱི་ཡོད་མ་རོགས། ག་རི་གང་ལ་གཞི་བཞག་ཡོད་རེད། མཉམ་འབྲེལ་རྒྱལ་ཚོགས་ཧ་ཅིན་ང་ཚོ་ལ་ང་ཚོ་ལ་ངོས་ལེན་བྱེད་ཀྱི་ཡོད་མ་རེད་ད་ལྟ་བར་དུ་གཡོལ་ནས་བསྡད་ཀྱི་ཡོད་རེད་ཁོང་ཚོ་གཡང་ནས། འདི་ཚོ་ཧ་གོ་བའི་ཐོག་ནས་རྩ་བ་འཇུས་ནས། སིམ་ལ་ཆིངས་ཡིག་འདི་ང་ཚོ་གི་དངོས་འབྲེལ་རེད་མ་རེད། རེད་བ། སིམ་ལ་ཆིངས་ཡིག་སྐབས་ལ་རྒྱ་ནག་གི་མཚན་རྟགས་ཡོད་རེད་ཡོད་མ་རེད། རྒྱ་ནག་འདི་སྐབས་ལ་སླེ་ཡོད་རེད་སླེ་ཡོད་མ་རེད། འདི་གཅིག་རོ། དོན་ཚན་བཅུ་བདུན་དེ་ང་ཚོ་བོད་གཞུང། ཆོས་སྲིད་གཉིས་ཀྱི་དབུ་ཁྲིད་རྒྱ་བོ་རིན་པོ་ཆེ་ཁོང་གིས་དོན་ཚན་བཅུ་བདུན་སྒང་ལ་མཚན་རྟགས་རྒྱག་ཡོད་རེད་ཡོད་མ་རེད། དྲི་བ་གཉིས་པ་འདི་རེད། རོ། དོན་ཚན་བཅུ་བདུན་འདི་ང་རང་ཚོ་བོད་གཞུང་སྐུ་ཚབ་ཀྱི་རྒྱབ་སྐྱོར་ཅིག་རེད་མ་གཏོགས་ཆོས་རྒྱ་བོ་རིན་པོ་ཆེ་ཁོང་རྒྱག་ཡོད་མ་རེད་འདི་དུས་རྒྱ་བོ་རིན་པོ་ཆེ་ཁོང་གྲོས་མོལ་ལ་ཞུས་བ་རེད། འདི་སྐབས་ལ་ཡ་ད་ཉེན་ཁ་ཆེའུ་ཅི་ཆ་སྐུ་སོགས་ཉེན་ཁ་ཆེན་པོ་ཆགས་ཡས་འདུག་ག་ལ་ཕ་ལ་ཞུ་དགོས་བའི་གནས་སྟངས་ཆགས་བསྡད་རོགས་འདི་སྐབས་ལ། དེ་ཚོའི་བཅུ་བདུན་འདི། ཨོ་འདི་སྐབས་ལ་རྒྱ་རོམ་གྱི་ཁོངས་སུ་མཚན་རྟགས་ཡོད་མ་རེད། ཨོ་འདི་ཚོའི་སྒང་ལ་ག་རེ་བྱས་འོག་ཏུ་རྒྱལ་སྤྱིའི་སྡིངས་ཆ་ནང་ལ་གཞུང་འབྲེལ་ཐོག་ནས་ག་འདྲས་བཟོས་འོག་ཏུ། ད་ལྟ་འཛམ་བུ་གླིང་གི་ཁ་མ་གྲགས་ཡས་འདི་ད་ལྟ་བར་དུ་ལོ་བཅུ་ཕྲག་བདུན་དྲུག་ཡོད་རོགས་འདི་གི་ཐོག་ལ་ག་རེ་བྱེད་ཐུབ་རེད་ང་ཚོས་འཛམ་བུ་གླིང་ཁ་གྲགས་ཡས་དང། རྒྱ་ནག་ལ་བསྣེམས་ཐུབ་ཡ་ག་རེ་བཟོས་ཐུབ་རེད། རྒྱ་ནག་དེ་དམར་ཤོག་དེ་དམངས་གཙོ་ག་འདྲེ་བཟོས་ཐུབ་རེད་དེའི་སྒང་ལ་ག་འདྲེ་ཤུགས་རྒྱག་འོ། རྒྱ་ནག་མི་མང་ལ་ག་རེ་རོགས་པ་བྱེད་འོ། རེད་བ། དེ་འདྲེས་ཀྱི་ཨ་ནི་ང་ཚོ་ནུས་པ་མཉམ་སྤུངས་ཀྱི་ཡོང་ཐུབ་རེད་མ་གཏོགས་ང་ཚོ་འདྲ་བོ་ཅིག་ཁ་ཤས་ཅིག་གི་དེ་འདྲེ་བཤད་བསྡད་བ་ཡིན་ན་ང་ཚོ་ག་རེ་རེད་ང་ཚོ་མི་ཆུང་ཆུང་ཅིག་གི་སུ་གཅིག་ཉེ་ཉེ་ཡོད་མ་རེད།

དེ་འདྲའི་གནས་སྟངས་ལྟར་ནི་འཛམ་བུ་གླིང་ནི་ཁྱབ་ཡ་དང་ནུས་ཤུགས་ཆེན་པོ་ཆགས་ཡ་དེ་དེ་འདྲའི་ཆགས་དགོས། ང་ཚོ་བོད་པ། སྙིང་རྗེ་ཀུན་བྱེད་བསོད། ཨོ་དེ་གནས་སྟངས་འདི་ཅིག་རེད། རེད་བ། ཨོ་དེ་རེད་ད་གནས་སྟངས་རྡོག་རྡོག་གཙང་མ་གཙང་རྐྱང་ཞུ་འོས་ན་རྒྱ་བོད་རིན་པོ་ཆེ་ཁོང་ལ། རང་སྲིད་རང་སྐྱོང་དང་དབུ་མའི་ལམ་འདི་འདྲའི་ཐོག་ལ་ཡ་གང་ཡང་འབྲེལ་བ་མེད། སྐད་ཆ་བཤད་ཀྱི་མེད། སྐུའི་གི། ཨ་ནི་སྐུ་མདོག་གང་ལ། མ་གཏོགས་གཞན་པ་འབྲེལ་བ་གང་ཡང་མེད། བཙན་བྱོལ་གཞུང་འདི་ཨ་ནི། ཁ་བྲལ་རིང་ལུགས་ཀྱི་རེད་འདི་ཚོ་ལ་ཡག་བྱེད་ཀྱི་མེད། འདི་ཤེས་ཀྱི་ཡོད་ད་ང་ཚོའི་གནས་སྟངས། གར་སྤྱི་ནི་རྩེ་རྒྱ་བོར་དབུ་མེད་དང་རང་བཙན་བར་དབུ་ལ་ཡར་འདྲ་བཟོས་ནས་ནང་ཁུལ་ལ། པའི་སེམས་པ་སྐྱོན་རོགས་ང་ཚོའི་བོད་བོད་ཀྱི་ལས་དབང་འདི་ག་བ་འགྲོར་ད་ང་ཚོའི་གི་ཆབ་སྲིད་ཀྱི་གནས་སྟངས་ག་རེད་དངོས་གནས་ད་ང་ཚོ་གཅིག་སྒྲིལ། ནུས་པ་གཅིག་སྒྲིལ་ནུས་པ་མཉམ་སྤུངས་སྤུངས་ཡས་ཀྱི་དུས་ཚོད་ཅིག་སླེབས་ཡོད་རེད། ང་ཚོའི་གི་མཛེས་ཚོ་མི་སྣ་ཁག་འདི་ཚོ་ད་འདི་གི་ཐོག་ལ་ང་ཚོའི་གི་རྩ་བ་འདི་ག་འདྲས་རྒྱལ་སྤྱི་སྡིངས་ཆ་ལ་སྟོན་དགོས་འདུག་ད་གནས་གནས་སྟངས་འདི་གང་སླེབས་བསྡད་ཡོད་རེད་ད། ད་བཞུགས་བཞུགས་ཅིག། ང་རང་ཚོ་འདིའི་སྒང་ལ་དབུ་མའི་ལམ་དང་རང་བཙན་པ་རུ་རྩེ་རྒྱབ་ནང་ཁུལ་ལ་ཚང་མ་འཁྲུག་བཅུག། ཨ་ནེ་འདིའི་སྒང་ལ་པད་ཨུ་ཚུགས་བརྒྱབ་བསྡད་བ་ཡིན་ན། ད་ལྟོའི་ལོ་བཅུ་ཕྲག་མང་པོ་ཅིག་འགྲུག་རོ། དེ་ལས་ད་ལྟོའི་ཐབས་ལམ་གཞན་པ་མང་པོ་ཅིག་འདི་མཉམ་དུ་མཉམ་དུ་ལ་ཡར་ཁྲིད་ཐུབ་པ་ཡིན་ན། ཨ་ནི་ཡག་པོ་ཡོད་རེད་སེམས་གོས་རྟགས་ཀྱི་དགའ་རྟགས་ཁོ་རང་གི་དགའ་འདི་ཁྱི་ནས་འདི་རང་ཁོ་རང་འགྲོ་འདོད་པ་ཡིན་ན། ད་ཡོང་ཡས་རེད་མི་འདུག་ཤེས་བྱའི་གནས་སྟངས་འདི་འདྲའི་ཆ་འདི་ད་རིང་གི་གནས་སྟངས་འདི་ངེད་ཀྱི་ཤེས་བྱ་ཁྱོད་འདི། ཕྱོགས་ཞེན་ཕྱོགས་རིས་འདི་འདྲའི་ཆབ་སྲིད་འདི་འདྲའི་གང་ཡང་མ་རེད། འདི་ང་རང་ཚོ་གི་བོད་སྤྱི་བ་རྒྱལ་ཁབ་ཅིག་གི་དོན་དག་ལ་བཤད་ཡོད་རེད་ད་འདི་ད་རིང་འདི་ལ་སུ་གཅིག་ལ་ཡ་སྡུག་བ་དང་ཡ་ག་དང་འདི་འདི་སྐད་ཆ་བཤད་ཀྱི་ཡོད་མ་རེད་ང་ཚོ་གི་ཆབ་སྲིད་ཀྱི་གནས་སྟངས་འདི་ཨ་ནི་རྒྱལ་རབས་ཀྱི་རྒྱུད་ནས་ལོ་རྒྱུས་ཀྱི་རྒྱུད་ནས་ཨ་ནི་མཐོང་སྟངས་དང་འདི་གི་བསམ་ཚུལ་ཅིག་ངེད་ཀྱི་ཞུས་བཞེས་བ་རེད་འདི་ང་རང་གི་སྒེར་གྱི་བསམ་ཚུལ་དང་ཚོར་བ་གཙང་མ་གཙང་རྐྱང་ཅིག་ཨ་རྣམ་པ་ཚོ་ལ་ཞུ་གི་ཡོད་ཨ་ནི་ཚང་མ་ལ་ཚེ་རིང་ལོ་བརྒྱ་ཞུ་ཡ་ཡིན།